སྔར་རྗེས་ཟིན། ས་སྟེང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། འཇིག་རྟེན་ཞི་བདེའི་དེད་དཔོན་གངས་ཅན་བསྟན་འགྲོ་ཡོངས་ཀྱི། མགོན་སྐྱབས་དཔུང་གཉེན་མཚུངས་ཟླ་མ་བཞི་པ། གོང་ས་སྐྱབས་མགོན་ཆེན་པོའི་ཞབས་ཀྱི་པདྨོར། སྒོ་གསུམ་གུར་ཕྱག་མངོན་དུ་འགྲོ་བའི་སྒོ་ནས། དེ་རིང་འདིར་ཕེབས་པའི། ཆོས་བརྒྱུད་རིས་སུ་མ་ཆད་པའི་བསྟན་བདག་བླ་ཆེན་རྣམ་པ་དང། མཁན་པོ་བླ་སྤྲུལ། སྐྱབས་གནས་དགེ་འདུན་འདུས་པ་རྒྱ་མཚོ། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་མི་བྱེད། སྲིད་སྐྱོང་མཆོག་གི་དབུས་པའི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ། ཕྱི་ནང་གི་སྐུ་མགྲོན་ཁག་དང་མི་མང་རྣམ་པ་བཅས་ལ་ཞུ་རྒྱུ། ད་རེས་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོའི་ངོ་མཚར་མཚན་དཔེའི་གཟུགས་སྐུ་མངོན་པར་བཞད་ནས་དགུང་གྲངས་བརྒྱད་ཅུ་ཐམ་པ་ཧྲིལ་པོར་འཁོར་བའི་བསྐལ་བཟང་གི་དགའ་སྟོན་འདིའི་ཐོག་ལ་ངས་དཔལ་ལྡན་ས་སྐྱ་པའི་ཆོས་ཚབ་ཞུས་ནས། དགའ་དད་སྤྲོ་གསུམ་ཕན་ཚུན་འགྲན་པ་བཞིན་དུ་རྒྱས་བཞིན་པའི་ཐོག་ནས། ཨ་ནེ་བཀྲ་ཤིས་པའི་སྨོན་ཚིག་དགུང་སྔོན་དབྱིངས་སུ་འཐོར་བ་དང་ཆབས་ཅིག་མགོན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་པ་རྒྱ་མཚོར་བརྟན་པའི་སྨོན་འདུན་ཞུ་བ་དང་ཆབས་ཅིག་འདི་བཞུགས་ཚོགས་ཕེབས་ཚང་མ་ལོག་ལ་ཡང་སྙིང་ནས་མཛའ་ཞིང་བརྩེ་བའི་འཚམས་འདྲི་དང་འབྲེལ་བའི་ཐོག་ནས། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་སྤྱི་ནོར་ཁོང་སི་སྐྱབས་མགོན་ཆེན་པོའི་སྐུའི་གསང་བ་གསུམ་གྱི་མཛད་པ་འཕྲིན་ལས། ག་འདྲས་ཀྱང་ཡོད་མེད་ཐ་ད་རི་ཁ་ས། གནས་འདིའི་ནང་ལ་ཡང་ཉི་མ་དང་ཟླ་བ་ལྟར་དུ་ཡོངས་སུ་གྲགས་པ་ཞིག་ཡིན་པ་མ་ཟད། ཨེ་ནི་མཁས་པའི་དབང་པོ་མང་པོས་སྔ་རྗེས་ཅི་རིགས་པ་ཡང་ཡང་གསུངས་ཚར་ཟིན་པ་ཡིན་དུས་ནི་ངས་དམིགས་བསལ་ཁྱད་ཞུ་བྱེད་ཨ་ས་མི་འདུག་དེ་ཡིན་ན་ཡང་ད་ལྟ་ཟབ་ཆོས་མ་སྟོང་ཙམ་གྱི་བར་ཞུས་པ་ཡིན་ན། ལྔ་བཅུའི་ནང་དེ་བ་ལ་ཡང་ཁམས་ནས། རྫོང་སར་མཁྱེན་བརྩེ་རྡོ་རྗེ་འཆང་འཇམ་དབྱངས་ཆོས་ཀྱི་བློ་གྲོས་ཞབས་སོར་འཁོད་ཅེས་སྐབས་དེ་དུས ྋགོང་ས་སྐྱབས་མགོན་ཆེན་པོ་ཞབས་བརྟན་གསོལ་འདེབས་ཀྱི་ལྗགས་རྩོམ་གནང་ཡོད། དེའི་ནང་ལ་ཡང་ཐོག་མར་དེ ྋགོང་ས་མཆོག་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པ། ད་ག་ནས་ཕྱིན་ཨེ་ནས་ལམ་རིམ་གྱི་བར་གྱི་བསྟན་པའི་བདག་པོ་ཡིན་པའོ་དེ་འདྲ་གསུངས་བཞག་ད་དེ་དག་སྐབས་དེ་དུས་ནས་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པ་དག་ཐོག་མར་མིའི་འགྲོ་བ་སྤེལ་བ་ནས་བཟུང་སྟེ་ཨེ་ནས་ཅིག་ད་ཆོས་རྒྱལ་རིམ་བྱོན་རེད་ད་ག་ནང་བཞིན་ཨེ་ནས་རིགས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་བསམ་གྱིས་མི་ཁྱབ་པ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཟམ་མ་ཆད་པ་བྱོན་པ་དང་ལྷག་པར་དུ་ཡང་ཨེ་ནས། རྫས་ཐམས་ཅད་མཁྱེན་པ་དགེ་འདུན་ཁྲོས་པ་ནས་བཟུང་སྟེ་ནི་རྒྱལ་དབང་ཀུན་འདྲེན་རིམ་བྱོན་དག་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པ་དང་ཡོངས་གྲགས་རེད། ད་ག་ན་བཞིན་ལམ་རིམ་ཡང་སྐབས་དེ་དུས་ནས ྋགོང་ས་མཆོག་གི་ལམ་རིམ་ཆེ་ཆུང་ཚང་མ་གསན་བཞེས་གནང་པ་མ་ཚད་དེ་ནས་གསུང་ཆོས་མང་པོ་སྐབས་དེ་དུས་ནས་གནང་དང་གནང་བཞིན་པ་ཞིག་དང་དེ་དང་ཡོངས་གྲགས་རེད། དེ་ནས་དེའི་རྗེས་ལ་ཡང་ནི་ལམ་འབྲས་ཀྱི་བསྟན་པའི་བདག་པོ་ཡིན་པ་དང། ཕྱག་ཆེན་གྱི་བསྟན་པའི་བདག་པོ་ཡིན་པ་དང་རྫོགས་ཆེན་གྱི་བསྟན་པའི་བདག་པོ་ཡིན་པ་འོ་དེ་འདྲའི་ཚེ་བཀའ་གནང་ཡོད་རེད། ཨེ་ནས་དེ་སྤྱི་བཏང་དང་མི་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་ཚར་དུས་ད་དེ་བཞིན་གཤེགས་པ་ཐམས་ཅད་ཀྱི་གསུང་གི་གསང་བ་འཛིན་ནས་ཨེ་ནས་དམ་པའི་ཆོས་ཀྱི་ཕུང་པོ་མ་ལུས་པའི་འབྱུང་གནས་ཡིན་དུས་དོན་ལ་ད་ཐུག་ཚེ་རེད་དེ་ཡོད་རེད་དེ་ཡིན་ན་ཡང་ཐུན་མོང་གི་གདུལ་བྱའི་སྣང་ངོ་ལ་སྐབས་དེ་དུས་དེ་དག་གི་བར་ག་ཟབ་ཆོས་གསན་བཞེས་གནང་ཡག་དེ་འདྲས་བྱུང་ཡོད་མ་རེད་ཡིན་ན་ཡང་ཨེ་ནས། ཁྱེད་ཚོ་རྡོ་རྗེ་འཆང་གི་ལུང་བསྟན་གནང་པ་ནང་བཞིན། ཨ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་ཞབས་སོར་འཁོད་ཚར་བའི་ཞུ་སྐུ་ལ། ཨ་ནི་རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ། བསམ་གྱིས་མི་ཁྱབ་པ་མང་པོ་རིགས་ཀྱི་ཅོད་པན་དུ་མངའ་གསོལ་ནས། ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་ཟབ་པ་དང་རྒྱ་ཆེ་བའི། གདམས་ངག་སྙན་བརྒྱུད་མཐའ་དག་བུམ་པ་གང་བྱོའི་ཚུལ་དུ་གསན་བཞེས་མཛད། མཛད་པ་ཙམ་དུ་མ་ཟད་པས་ཨེ་ནུ་ཐུགས་ཉམས་སུ་བཞེས། གཞན་དག་ལ་ཡང་ཨེ་ནུ་བའི་བརྒྱ་བྱིན་ཆེན་པོ་མ། ཟུང་བཅུའི་བརྒྱ་བྱིན་སྣང་བྱེད་ནི་གང་དག་དག་ཐུན་མོང་གི་གདུལ་བྱའི་སྣང་ངོ་ལ་ཡང་དངོས་གནས་དྲང་གནས་ཡོད་པ་ལས་ཐུབ་བསྟན་ཡོངས་རྫོགས་ཀྱི་བདག་པོ་ཟེར་བ་དེ་དག་གང་སུ་ཨོ་རེ་ཧོ་རང་བཞིན་བརྗོད་པ་ཆགས་ཏེ་ཡོ་བར་བྱིན་ཞུ་ཡ་གཅིག་དང། དེ་ནང་བཞིན་ནི་དེའི་ནང་ལ་ཡང་རྒྱུད་སྡེ་རྒྱ་མཚོའི་བར་དང་ཉིད་ཡིན་པ་དང། ནི་དེ་ཡི་ནང་བཞིན་གྱི་ཁ་ཟེར་བ། པ་དུས་ཀྱི་འཁོར་ལོའི་དེ་ནི་དབང་ཅན། ག་ས་ག་ལ་སྣང་བྱེད་གང་དག་གི་དཔའ་མཆོག་དང་པོའི་སངས་རྒྱས་དུས་ཀྱི་འཁོར་ལོ་དངོས་སུ་བྱོན་པ་ལྟ་བུའི་མཛད་པ་ཁྲི་ལས་ཀྱང་ཡོངས་སོང་བས་དེ་འདྲའི་གསུང་ཡོད་རེད། དེ་དག་ཀྱང་ད་ཅི་ཐང་མེད། རྒྱལ་དབང་ཀུན་འདྲི་རིམ་བྱོན་ནས་མ། དུས་འཁོར་དབང་ཆེན་ཐེར་མང་པོ་ན་ཡང་བྱུང་ཡོད་ཀྱི་རེད་དེ་ཡིན་ན་ཡང་གོང་ས་མཆོག་གི་གནང་བ་ནང་བཞིན། ཨེ་ནི་བོད་དང་རྒྱ་གར་ཙམ་དུ་མ་ཟད་པས། འཛམ་བུ་གླིང་ཤར་ནུབ་ཡུལ་གྲུ་ཐམས་ཅད་ལ། ཨེ་ནི་གང་དག་དུས་འཁོར་དབང་ཆེན་ཐང་མང་པོ་གནང་བྱས་ད་གང་དག་ཅིག་འགྲོ་བ་ཕལ་མོ་ཆེའི། ད་ཀ་ལ་ཙཀྲ་སི་ཏི་ཀ་ལ་ཡ་ཕལ་ཆེར། འཛམ་བུ་གླིང་མི་ཚང་མ་ལོག་གི་ཕ་ཆེམས་མ་ཐོས་པ་མེད་མཁན་ལྟ་བུ་ད་དེ་འདྲས་ཀྱི་བར་གྱི་མཚན་ཙམ་ཐོས་པ་ལ་ཡང་ཟད་དོན་ལྡན་ཡིན་དུས་པ་ན་མཛད་པ་འཕྲིན་ལས་ཀྱི་ཆ་ཤས་དེ་གཅིག་པུས་ཀྱང་དངོས་ནི་སྔོན་བྱོན་སྐྱེས་བུ་ཁྱི་ཕྲུག་གོང་མ་སུས་ཀྱང་འགྲན་པར་མི་བཟོད་པའི་རྣམ་པར་ཐར་པ་ཆེས་ངོ་མཚར་བའི་རང་བཞིན་ཅིག་ཡིན་པ་དེ་གྲུབ་ཀྱི་འདུག་ཨ་ནི་ད་ག་ནང་བཞིན། དེའི་གསོལ་འདེབས་དེའི་ནང་ལ་ཡང། ཅིག་ད་ནོ་བེལ་ཞི་བདེའི་གཟེངས་རྟགས་བཞིན་ཚིག་གསལ་པོ་དག་ཡོད་པ་མ་རེད་དེ། སྐབས་དེ་དུས་སྐབས་ལ་ང་ཚོ་ནོ་བེལ་ཞི་བདེའི་གཟེངས་རྟགས་བྱ་འདི་འདྲ་གོ་བར་སུ་ཞིག་གོ་བས་མྱོང་ཡོད་པ་མ་རེད་དེ་ཡིན་ན་ཡང་དེའི་ནང་ལ་ཨ་ནེ། ས་གསུམ་གྱི་སྐྱེ་དགུ་ཐམས་ཅད་ཀྱིས། ཆོས་ཀྱི་རྒྱལ་པོ་ཆེན་པོར་མངའ་གསོལ་ཡོངས་ཟིན་རྟ་ཐིག་གང་དག་ནོ་བེལ་ཞི་བདེའི་གཟེངས་རྟགས་ཀྱིས་མཚོན་པའི་གང་དག་འཛམ་གླིང་གི་ནང་ལ་པའི་ཆེས་སྙན་གྲགས་ཅན་དང་ཆེས་ཐོབ་པར་དཀའ་བའི་གཟེངས་རྟགས་མང་པོ་འབུལ་བཞེས་མཛད་ནས་གང་དག་འཇིག་རྟེན་ཞི་བདེའི་དེད་དཔོན་ཆེན་པོར་མངའ་གསོལ་རྒྱུ་ཡིན་པ་དེ་གསལ་པོ་ཞི་བ་ཅིག་གསུངས་བྱས་ཐུགས་སུ་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་ད་ནི་དེ་ལྟ་བུའི་ཁ་ཟུར་རྟ་ཐིག་དངོས་གནས་དྲངས་ནས་ཡང་ཞབས་བརྟན་གསོལ་འདེབས་འབུལ་ཡུལ་གྱི་གོང་ས་མཆོག་དང། ཕུ་ནག་ངན་གྱི་ཨ་ནི་ཁྱེད་ཚོ་རྡོ་རྗེ་འཆང་གཉིས་ཀ་གི་རྣམ་པར་ཐར་པ་དངོས་གནས་དྲང་གནས་བསམ་གྱིས་མི་ཁྱབ་པ་ཞིག་ཡིན་པ་དེ་གསལ་པོ་ཞིབ་ཀྱིས་རྟོགས་ཐུབ་ཀྱི་འདུག་ཨ་ནི་དེའི་ནང་ལ་ཡང་དག་ཞུགས་ཞུགས་ཏེ་ཨ་ནི་གང་དག་ཅིག་ཕོ་བྲང་ཆེན་པོ་པོ་ཏཱ་ལའི་མི་འཇིགས་གདོང་ལྔས་བཏེགས་པའི་གསེར་གྱི་ཁྲི་འཕང་མཐོན་པོར་ཞབས་སོར་འཁོད་ནས། ཨེ་ནི་ཡང་ཇི་སྲིད་ཉི་ཟླའི་སྤྲོས་པ་མ་ནུབ་ཀྱི་བར་དུ་ཨེ་ནི་ཞགས་པའི་རྟེན་ཡོངས་བཟུང་ཡང་ཞིག་འདུག་ད་དེ་ཡང་ཨེ་ནི་ད་གང་ལྟར་ང་རའི་བསམ་པར་གཡག་ཐུ་ལུང་བསྟན་ཞིག་ཡིན་པ་ག་ཟེར་བ་རེད་བསམ་གྱི་ཡོད་ག་དེ་འདྲ་ཡིན་དུས་ཙམ་ནས་དེ་སྔོན་གོང་ས་མཆོག་གི་མཛད་པ་འཕྲིན་ལས་གང་བསྐྱངས་པ་ཐམས་ཅད། དེ་བཞིན་ཞབས་བརྟན་གསོལ་འདེབས་ཀྱི་ནང་ལ་གསུངས་པ་ཇི་ལྟ་བ་བཞིན་དུ་ཨེ་ནས་བྱུང་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་ད་རིང་པོར་མི་ཐོགས་པར་གང་ལྟར་ཅིག་ལྷ་ལྡན་རྒྱལ་ཁབ་ཆེན་པོའི་ཕོ་བྲང་ཆེན་པོ་པོ་ཏཱ་ལའི་མི་འཇིགས་གདོང་གིས་བཏེགས་པའི་གསེར་གྱི་ཁྲི་འཕང་མཐོན་པོ་ལ་ཞབས་སོར་འཁོད་ནས། ཨེ་ནས་གཞིས་བྱེས་མཉམ་འཛོམས་ཀྱི་སྐལ་བཟང་གི་ཉིན་མོ་ཞིག་ཀྱང་མྱུར་དུ་འཆར་རྒྱུ་ཡིན་པ་དེ་གདོན་མི་ཟ་བ་རེད་དྲན་གྱི་འདུག། ཨེ་ནས་ང་རང་ལ་ཆོས་ཐོན་པ་ཡིན་ནས་ང་ཡང་ཅིག་ཞུ་རྒྱུ་ཁག་རེད། ད་ག་ན་བཞིན་མི་མང་ཚོ་རེད་ཚང་མ་ལོག་ལོག་བྱེད་ར་དགའ་པོ་བྱེད་ཀྱི་ཡོད་ཚང་མས་མི་ཡག་པོ་གནང་གི་ཡོད་དེ་ང་ཡང་དུ་བསམ་བློ་བཏང་དུས་དེ་ང་ལ་དེ་འདྲས་དགའ་པོ་བྱེད་དགོས་ཡ་ག་རེ་ཡིན་ན་ཁྱེད་ད་ང་ལ་ཅིག་ཡོན་ཏན་གྱི་ཆ་ནས་བྱས་ན་ནི་དེ་འདྲས་གང་ཡང་མེད་ད་ག་ན་བཞིན་ཅིག་འཇོན་ཐང་རེད་ནུས་པ་རེད་དེ་འདྲས་གང་གི་ཆ་ནས་བྱས་པ་ཡིན་ན་དེ་འདྲས་རྩ་བ་ནས་མི་འདུག་ག་རེ་རེ་ཡིན་ན་བསམ་བསམ་བློ་བཏང་དུས་གང་ལ་ཡ་ཨེ་ནུས་ད་དེ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོས། ཐུགས་རྗེ་བཀའ་དྲིན་བླ་མས་བསྐྱངས་པ་དང་ཨེ་ནི་ང་རེ་ངོས་ནས་ཡིན་ན་ཡང། གཅིག། ཤེས་ཡོན་རེད་འཇོན་ཐང་རེད་དེ་འདྲས་ཀྱི་ཐོག་ནས། ཞབས་སྤྱི། ཞུ་ངོ་ཐོག་པ་དང་ག་ཡང་བྱུང་ཡོད་བ་མ་རེད་དེ། ཡིན་ན་ཡང་གཅིག་བཀའ་དང་མ་འགལ་ཙམ་ཞིག་དང། བཀའ་གང་གནང་པ་དེ་ངས་བསྒྲུབས་ཡོད་བསམ་པ་ཅིག། སྤོབས་པ་དང་མ་སོགས་སྐྱེ་གི་ཡོད། དེ་འདྲ་ཡིན་དུས་རྩ་ནས་ཁ་ས་དང་མང་ཚོགས་ཐོག་ལས་ཀ་ལོ་ཕེབས་པ་ནང་བཞིན་རེད་ད ྋགོང་ས་ཆེན་པོའི་སྐུའི་འཁྲུངས་སྐར་གི་ཨེ་ནི་ཁ་སོ་ར་ད་འབུལ་བ་ཡག་ཤོས་དེ་ང་རང་ཚོ་ག་རེ་དགོས་རེད་ཟེར་ན་ཨེ་ནི་བཀའ་བཞིན་སྒྲུབ་པ་དེ་གལ་ཆེ་ཤོས་ཡིན་པ་རེད་ངས་ནམ་རྒྱུན་ནས་མི་མང་ཚོར་ཡང་བརྟག་པར་ཞུ་གི་ཡོད། ད་ང་རང་ཚོ་ག་སོ་ག་ར་རྒྱལ་བ་རིན་པོ་ཆེ་པའི་རྩ་ཆེན་པོ་ཚང་མས་རྒྱལ་བ་རིན་པོ་ཆེ་མཇལ་མྱོང་མཁན་དང་མ་མྱོང་མཁན་དང། ཚང་མ་ལོག་གི་རང་བཞིན་གྱི་བོད་རིགས་སུ་གཏོགས་པ་ཞིག་ཡིན་ནས་བཟུང་སྟེ་ཨེ་ནི་དགའ་བ་དང་དད་པ་དང་མོས་གུས་ཚད་མེད་པ་ཞིག་ཡོད་རེད། ཚང་མ་ལོག་གི་མི་རྒྱལ་བ་རིན་པོ་ཆེ་ག་བ་ཕེབས་པ་ཡིན་ནའི་ཅིག། ཅིག་བྱ་ག་ཞུ་ཡག་དང་ད་ག་ན་ཤིང་ཞིག་སྐྱབས་སུ་ཆེ་ཞེས་ཐག་མི་སྦྱར། བ་རེ་ཡིན་ནའི་ད་གལ་ཆེ་ཤོས་དེ་ནི་དུས་དང་རྣམ་པ་རྒྱུན་དུ་རྒྱ་བ་རམ་ཞེས་བཀའ་གང་གནང་དེ་ངེས་པར་དུ་ལག་ལེན་དུ་བསྟར་དགོས་ཀྱི་རེད་ཅེས་དང་ད་རིང་གི་མཛད་དོན་འདིའི་ཐོག་ལ་ཡིན་ན་ཡང་ཨེ་ནི་ཚང་མས་བ་ག་ད་ཡི་མ་ཤི་ད་མི་ཚང་མ་ལོག་སྒྲུབ་དང་སྒྲུབ་བཞིན་པ་རེད་དེ་ཡིན་ན་ཡང་གལ་པོ་ཆེ་ལ་ནན་ཏན་ཟེར་བ་ནང་བཞིན་ཨེ་ནི་རྫས་དོན་འདིའི་ཐོག་ལ་ཚང་མས་དེ་དམ་བཅའ་མ་སོང་ན་བསྐྱར་དུ་བཞག་བྱས་དུས་ད་ནས་བཟུང་སྟེ་ཨེ་ནི་རྒྱལ་བ་རིན་པོ་ཆེ་ཡིན་པའི་བཀའ་དགོངས་ཚུལ་བཞིན་དུ་སྒྲུབ་ཀྱི་ཡིན་བསམ་པའི་དམ་བཅའ་བཞག་པ་ཡིན་ན་དེ་ལྟ་རྫས་དོན་གྱི་ད་འབུལ་བ་ཡག་ཤོས་དེ་ཆོས་པ་ཡག་ཡོད་རེད་བསམ་གྱི་འདུག། དེ་འདྲས་སོང་བ་ཡིན་ཙང་ཨེ་ནི་ང་རང་ཡིན་ནི་དངོས་ནས་ཡིན་ནའི་མི་ད་རྒྱལ་བ་རིན་པོ་ཆེ། བོད་ཀྱི་ཁ་སོ་བར་ཤུལ་སྲིད་གཉིས་ཀྱི་བདག་པོ་ཡིན་པ་ད་ཨ་ཅང་ཅང་རེད་དེ་ང་རང་སྒེར་གྱི་ངོས་ནས་ཡིན་ན། བཅོམ་ལྡན་གྱི་ད་རྩ་བའི་བླ་མ་ཡིན། བྱས་ཙང་དེ་འདྲ་ཡིན་དུས་རྩ་ནས་ཨེ་ནི་ཚང་མ་ལོག་གི་རེད་དེ། དེ་བཞིན་དུ་བ་གའི་ཐུགས་ལ་བཅངས་པའི་ཐོག་ནས་ཨེ་ནི། ད་བཀའ་སློབ་གང་གནང་པ་དེ་ཉིན་གཅིག་མི་གཅིག་ཉིན་ཞག་ཕྲུག་གཅིག་གི་ད་གང་ལྟར་མི་ཚེའི་ནང་ལ་རྒྱ་གར་རོམ་གྱི་བཀའ་གང་ཕེབས་པ་དེ་གྱིས་དེ་ལག་ལེན་དུ་བསྟར་ཐུབ་པ་ཞིག་བྱུང་བ་ཡིན་ན། ཨེ་ནི་ད། རྐྱེན་སེལ་གྱི་རིམ་གྲོ་ཟེར་ནས་དེ་ལས་ལྷག་ཡོད་པ་མ་རེད། ད་ག་ནང་བཞིན་ཕྱི་མའི་ལམ་རྒྱག་ཟེར་ནས་དེ་ལས་ལྷག་ཡོད་པ་མ་རེད་གང་ལྟར། དེ་འདྲའི་ཞིག་རྒྱ་གར་རོམ་གྱི་བཀའ་གང་གནང་ཡང་དེ་ང་རང་ཚོའི། གང་ཐུབ་ཅི་ཐུབ་ཀྱིས་ལག་ལེན་གྱི་ཐོག་ལ་ཡང་འཁེལ་ཐུབ་པ་ཞིག་བྱུང་བ་ཡིན་ན་ཨ་ནི་འདི་ཕྱིའི་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་དེ་ནས་ཚུགས་ཀྱི་ཡོད་པ་ལས་ཨ་ནི་ཚང་མས་བར་གྱི་ཐུགས་ལ་འཇགས་པ་ནང་ལ་ན་ཞུ་ཡག་ཡིན། ཨ་ནི་ཕན་མ་ཐག་ད་ངས་ཤེས་ར་ཤེས་ར་ཤེས་ར་ཁྱེད་ཞུ་ཡག་ཟིན་མི་འདུག་ཨ་ནི་གང་ལྟར་མཐའ་དོན་ཕན་བདེའི་གཅུང་ནས་རྒྱལ་བའི་བསྟན་པ་རིན་པོ་ཆེ་མཆོག་ཏུ། མཐར་གཤིན་རྒྱལ་ལ་ཡུན་རིང་དུ་གནས་པ་དང་ལྷན་བསྟན་འཛིན་ཀུན་གྱི་གཙུག་རྒྱན་སྤྱི་ནོར་གོང་ས་སྐྱབས་མགོན་རྒྱ་བོད་དབང་པོ་མཆོག་སྐུ་ཚེ་ཞབས་པད་བརྒྱ་བ་ཚེ་མདའ་ཡས་པའི་ངོ་བོར་བསྟན་ཅིང་རླབས་ཆེན་ཆོས་སྲིད་ཀྱི་མཛད་འཕྲིན་མཐའ་དག་ཐུགས་བཞེད་བཞིན་འབད་མེད་ལྷུན་གྱིས་འཁྲུལ་པའི་སྨོན་འདུན་ཞུ་གི་ཡོད། ཐུགས་རྗེ་ཆེ།